ཁྲིམས་ནང་ལོགས་ཡོད་ངན་འབྲེལ་མང་པོ་ཞུ་བྱེད་ཀྱི་བསམ་བློའི་ནང་ལོགས་ལ་ཨ་ད་ཁྲིམས་འདི་རྒྱ་ནག་གཞུང་གིས་གཏན་འབེབས་བྱས་པའི་ཁྲིམས་ཅིག་རེད་རྒྱ་ནག་ནང་ལོགས་ལ་ཡང་ལག་བསྟར་བྱེད་ཀྱི་ཡོད་པས་ང་ཚོ་དེར་ཡར་གྱེས་བྱས་ཡོད་མ་རེད་ཞེས་བྱས་གསུང་ཉན་དེ་འདྲ་ང་རང་ལ་བྱུང་ཟེར་བ་ཨ་ཡང་ད་དེ་ཡི་ཁ་ཡོད་ཀྱི་མ་རེད་བསམ་ག་འདུག་ཅིག་བྱེད་དགོས་བསམ་པ་ཡིན་ནས་ཨོ་ད་ཁྲིམས་ལ་ངོ་རྒོལ་ཁྲིམས་ལ་ཡར་གདོང་ལེན་འགྲོ་དེ་ཡིན་ཕྱིན་ཅི་ད་ཡང་མི་སྒེར་ཅིག་གིས་བྱས་ཨ་ཡོད་བསམ་ངན་ད་ཅིག་མང་པོ་བྱེད་ཡོད་རེད་དེ་སོང་ཙང་ང་རང་ཚོ་ད་ཅིག་མི་རེ་ངོ་རེའི་ངོ་ནས་ཁྲིམས་དེ་ལ་གདོང་ལེན་བྱེད་ཐུ་ཨེ་ག་རེ་འགྲོ་བཞིན་ཡོད་རེད་དགོས་མཁོ་འདུག།

མི་རིགས་གཅིག་གི་ད་ཁྱོད་ང་བོད་པ་ཡིན་ལ་ཡ་ལ་ང་ཚོ་གི་ད་སྤང་ད་ཡག་ཤོ་ད་སྐད་ཡིག་ད་བོ་ཆ་གི་འོག་ལ་ད་མི་རིགས་གཅིག་གི་ཁ་ལ་ཤ་ཏྲ་རི་པ་ན་ཐིམ་དགོས་ཡ་གི་ཡོད་ན་མེད་ན་ད་སྐད་ཡིག་ད་བོ་ངའི་གི་ད་ང་རང་གི་དེ་འདྲ་ར་བོ་ངོས་འཛིན་བྱེད་ཡོད། དེ་བྱས་ནས་བོད་ནང་ལོ་ལ་རྒྱ་ནག་གི་ལག་བསྟར་སྲིད་ཇུས་ཀྱི་ལག་བསྟར་བྱས་བ་ཡིན་ན་ཨ་ནི་ནམ་རྒྱུན་ངོ་ཚོ་བཙན་བྱོལ་ནང་ལོ་ལ་ད་ཆབ་སྲིད་ད་ཁོར་ཡུག་གཏོར་སྐྱོན་ད་མང་པོ་ཅིག་ད་ངོ་ཚོ་སྐད་འབོད་བྱ་ཡོད་ཡོད་རེད་ད་ད་སྐད་ཡིག་གི་རྩ་མེད་བཏང་འདུག་རྩ་མེད་བཏང་ཡ་གི་བསམ་བློ་ཞིག་བཏང་འདུག་སྐབས་ལ་བཙན་བྱོལ་ནང་ལོ་ལ་དངངས་ཚབ། སུ་ཡིན་ན་གཞུང་ད་ལྟ་མི་དམངས་གཞུང་མང་སུ་ལ་ཡང་སླེབས་འོས་ལོག་ཅིག་རེད་བསམ་གྱི་འདུག་ནི། གཉིས་པ་འདིར་དྲི་བ་འདི་ལ་འཇམ་དབྱིངས་ཀྱིས་དཔེར་ན་གོར་ཞེས་འཁྲབ་ཅིག་གོ་རེ་བོད་ནང་ལ་ཁམས་པ་འདྲི་བའི་མཐར་ཉི་མ་རྟག་པ་ཞེས་འཁྲབ་འདིར་རང་ལུགས་ནི་དགོན་པ་དག་མང་པོ་ཅིག་ལ་རང་དབང་སྤྲད་འདུག་རིག་གནས་ཀྱི་གནས་མང་པོ་ཅིག་ལ་རང་དབང་སྤྲད་ཡོད་རེད་ཡིན་ན་སྐད་ཡིག་ལ་ཡང་རྐང་བཙུགས་ནས་ཁོང་ཚོ་གི་ག་ལ་བར་དེ་ལ་དམིགས་དམིགས་དམིགས་ནས་དེ་འདྲའི་ལག་བསྟར་ངན་པ་ཧ་ཅིང་ལྟར་དགོས་ར་ཁ་ན་རྒྱ་ནག་གི་ཡང་འགོ་ཚུགས་གོ་ར་ལས་རིགས་འདི་ལ་རྒྱུད་ས་དེ་ལྟ་ག་ལ་བར་སྐད་མ་བཟོ་ནས་སྐད་རྒྱུད་ས་དེ་སྐད་ཡིག་དེ་རེད་འདུག་མ་རེད་ག། དེ་ཚོ་དེ་ཚོ་ཚང་མ་ང་ཚོ་རང་བཞིན་གྱིས་བོད་བཙན་བྱོལ་ནང་ལོག་མི་དེ་ཚོ་ངོས་འཛིན་གྱི་རང་བཞིན་གྱི་ལས་འབྲས་ཅིག་ངོས་འཛིན་བྱེད་ཐུབ་པ་ཡིན་ན་ཁྱི་ཐི་ལ་པ་བའི་གཞུང་དང་མི་མང་ཚང་མ་གིས་ཐི་ལ་པ་བའི་ལས་འགུལ་ཅིག་ད་ནི་སྤེལ་ཐུབ་ངེས་རེད་བསམ་པའི་འདུ་ཚོགས་སོགས་ཀྱི་དངངས་འཚབ་ཅིག་ལས་ཅི་ཡོད་རོགས་གཞན་པ་ནམ་རྒྱུན་ནི་ང་ཚོ་ད་མ་ཎི་སྒང་དྲང་ཨའོ་བོད་སྐད་ཤེས་ཀྱི་ཡིད་གལ་ཆེན་པོ་རེད་དེ་ནས་ལ་ནི་འགྲོ་བསྡད་ན་ད་ང་རང་རིང་ནས་འཇགས་ན་ཡོད་ལབ་ཕ་འཇམ་ལ་དེ་འདྲས་ཅིག་བྱེད་ཀྱི་ཡོད་ན་དཔེར་ན་ང་ཉེ་བའི་ཆ་ལ་ང་ཧར་སི་བྱ་རྒྱུ་འདི་ལ་ན་གལ་ཝན་གྷ་ཏྲི་ཟེར་བོ་ར་གལ་ཝན་གྱི་ཡིན་ན་ད་ལ་དྭགས་ཀྱི་ས་དེ་ནང་ལོག་ལ་རྒྱ་མིའི་གི། བཙན་འཛུལ་བྱས་པའི་རྗེས་ལ་རྒྱ་གར་གཞུང་གིས་བེད་ཁོ་ར་ངྷ་ཚབ་རྗེས་ལྷག་རྒྱ་གར་གྱི་བདེ་སྲུང་གིས་དངུལ་གྱི་འགྲོ་སོང་ཡང་བྱས་ནས་དང་བླངས་འགག་བཙུགས་ཡ་དང་དམག་འགག་བཙུགས་ཡ་དང་གནམ་གྲུ་བབས་ས་བཙུགས་ཡ་དང་མང་པོ་ཅིག་དང་རྒྱ་གར་གཞུང་གིས་བྱས་དགོས་དང། བཙན་འཛུལ་གནང་བའི་ཐད་ཀར་རང་རེ་ད་ངོ་ཚོས་བཙན་འཛུལ་ལ་དེ་འབྲེལ་གྱི Defense ཟེར་བ་ལ་བདེ་སྲུང་གི་རྒྱ་རྒྱ་མིས་ངོ་ཚོས་ལ་ཚུགས་དེ་འདྲའི་བྱ་དམག་དེ་འདྲ་ད་བྱས་ཡོད་མ་རེད་དེ་ཡིན་ན་ཡང་སྐད་ཡིག་ལ་དེ་འདྲའི་ཞེད་སྣང་ས་འོག་གི

སྐད་ཆ་བཤད་ཕྱོགས་དེ་འདྲའི་བརྙན་པར་ཁ་ཤས་ཅིག་མཐོང་བས་ཡོད་རེད་ད་གནས་སྟངས་དོད་པོ་ག་ཚོད་ཡོད་མེད་དེ་ད་བར་བཞག་ཞུ་བ། ད་ཡིན་ནས་སྤོ་སྒོ་ཅིག་མང་དོན་ཡོང་ནས་སོ་སོ་སུའི་མིང་ངས་བཅད་ནས་ད་རྒྱ་མིའི་གི་མིང་གྲ་སྟངས་བཤད་སྟངས་དང་དེ་འདྲའི་འདྲ་བོ་ཅིག་བཤད་ཡོང་སྐོར་རེད་ད་གལ་སྲིད་གནས་སྟངས་ད་ག་རང་ལོ་བཅུ་བཅོ་ལྔ་ཅིག་མུ་མཐུད་ནས་ཕྱིན་པ་ཡིན་ན་ཐེངས་གཅིག་མི་ལྡོག་གཅིག་གང་ཟག་ཅིག་འདི་འདྲས་བྱས་ནས་ད་ག་རང་གནས་སྟངས་ཕྱིན་པ་ཡིན་ན་ད་ནི་མི་རིགས་དེ་ད་མེད་བ་ཆགས་བ་དང་གཅིག་པ་འདྲ་བོ་ཅིག་ལ་ཡང་ངོས་འཛིན་བྱས་ན་ནོར་ཡོང་བ་རེད་འདྲ་བོ་ཅིག་བསམ་གོ་འདུག་ག་དེ་སོང་ཙང་ད་འདི

ཀྲུང་ཧྭའི་སྐད་ཡིག་ལེགས་ཉེས་དེ་ཡས་ཀྱི་མི་རིགས་ལྔ་ལ་ཀྲུང་ཧྭ་ཞེས་བཏགས་བྱས་པ་དོན་དངོས་ཐོག་ཀྲུང་ཧྭ་ལེགས་ཉེས་རྒྱལ་ནག་ཕོ་རང་ཚོ་ཡིན། སྐོར་ཅི་ཞིག་རེད། བྱས་ཙང་འདི་ཡིག་གི་རྒྱ་མིའི་སྐད་ཡིག་དོན་ཅི་བྱས་དང་ཆོས་ལུགས་རྒྱ་ནག་ཅན་གྱི་རྒྱུ་རེད་དེ་ཡས་ཀྱི་གནད་དོན་འདི་ཡིག་ཐོག་ནས་ང་རང་ཚོ་བོད་པར་ཆ་བྱས་བ་ན་བོད་པས་ཀྱི་ཆོས་དང་རིག་གཞུང་ལ་ཉེས་ཏེ། ད་རྩ་མེད་འགྲོ་བསྡད་ཀྱི་ཡོད་བ་བྱས་ཙང་ད་དེ་རྒྱ་ནག་གི་རྩ་མེད་བཏང་གི་ཡོད་རེད་ཁྲིམས་དེ་ལ།

ད་ཤེས་ཡོན་བསྟི་གནས་ཚོས་ག་རེ་བྱས་ཡོད་རེད་ཟེར་ཏེ་གནད་ཁ་ཆེ་ཤོས་དེ་འདི་ཁོ་རང་ཚུགས་པ་ན་ཚ་རེད། ད་ང་ཚོའི་དེ་བོད་ཀྱི་གོ་ས་ན་རང་བཙན་འཐབ་རྩོད་བྱེད་མྱི་ཡིན་ན་རེད་དབུ་མའི་ལམ་འཐབ་རྩོད་བྱེད་མྱི་ཡིན་ན་རེད་འདི་གཉིས་ཤར་ལོ་རྒྱ་ནག་ལ་ལྟོས་བྱེད་འཐབ་རྩོད་བྱེད་དགོས་དགོས་རེད། ཁོ་ཚོས་ཀྱི་སྟོབས་ཤུགས་དང་ཁོ་ཚོས་ཀྱི་ཁ་བྱེད་ན་ད་ཚུགས་ང་ཚོས་འབྲེལ་བ་བྱེད་པ་མ་རེད་དེ་ཁོ་ཚོ་ལ་ལྟོས་ཡོད་རེད་ང་ཚོའི་ངོས་ནས་གྲ་སྒྲིག་ཡོད་རེད། རང་བཙན་ཡིན་ན་རེད་དབུ་མ་ཡིན་ན་རེད་འབད་བརྩོན་བྱེད་ཀྱི་ཡོད་རེད། ཡིན་ནའང་ལྷག་མ་དེ་ཁོ་ཚོ་ལ་ལྟོས་ཡོད་ཀྱི་རེད། ཁོ་ཚོས་ག་ཚོད་ཅིག་ག་རེ་བྱེད་ཀྱི་རེད་བྱེད་ཀྱི་མ་རེད། ད་ཡིན་ནའང་ལ་རང་བཙན་ཡིན་ན་རེད་དབུ་མ་ཡིན་ན་རེད་དེའི་གཙོས་དགོས་དམིགས་ཡུལ་གཙོ་བོ་དེ་ག་རེ་རེད། ང་ཚོའི་གི་མི་རིགས་དང་ང་ཚོའི་གི་ཆོས་ལུགས་དེ་རང་དབང་དགོས་ཀྱི་འདུག་དེ་ཉར་ཚགས་བྱས་ཏེ་ཐོབ་ཐང་དགོས་ཀྱི་འདུག་ཟེར་ཡོད་རེད། བྱས་ཙང་ད་ང་ཚོ་བཙན་བྱོལ་ནང་ལ་ག་རེ་ཡོད་རེད་ཟེར་ན། མི་རིགས་ཀྱི་སྐད་ཡིག་དང་མི་རིགས་ཀྱི་ཆོས་ལུགས་ང་ཚོས་བདག་པོ་རྒྱབ་ཐུབ་པའི་དེ་ང་ཚོ་ལ་དེ་ཡོད་རེད་ད།

སྐད་དང་རིག་གཞུང་དེ་རང་རེད་ད་སྐད་དང་རིག་གཞུང་གི་ཆེད་དུ་དེ་འདྲ་ཁོ་རང་གསུང་བ་ནང་ད་རེད་ད་ནི་ཅིག་ང་ཚོས་སྔོན་རྩིས་ཡིན་པར་ན་ཞུ་དཔེ་ཤ་ཡིན་ན་ཞུ་ཆེ་བོ་བཏང་ཟེར་ཞོར་བ་དེ་མ་བཏང་བའི་བར་དུ་ད་ང་ཚོས་ཀྱི་ཁ་ནས་བཤད་ཁག་ཙམ་མ་གཏོགས་པའི་ཀྱི་ནུས་པ་ཐོན་གི་མ་རེད། སེམས་ཤུགས་ཆེ་ག་ཤེད་བྱེད་ག་བྱེད་ཀྱི་རེད་ད་ནི་འོ་ད་ག་ལྷག་དེ་གི་ཁོ་ལ་ག་ཟེར་ན་རེད་བ་དེ་ལ་དཔེ་ཤ་བཏང་བ་ཡིན་པར་ན་སྐད་དང་རིག་གཞུང་གི་ཆེད་དུ་གསོ་སྦྱོང་བྱས་ཏེ་དཔེ་ཤ་བཏང་བ་ན་རང་ཡིན་ཤིན་གྱི།

དེ་མ་མཇལ་ན་ཏག་ཏག་བྱེད་ཀྱི་མ་རེད་ད། བླ་གཞག་ཡོད་ན་མ་མཇལ་ཀ་མེད་རེད་ག་ཤེད་ད་སེམས་ཤུགས་ཀྱི་བྱེད་ཉེས་ཡོད་རེད་སྤྲོ་སྣང་གི་བྱེད་ཉེས་ཡོད་གི་རེད། མགོ་བོ་ཚོས་བ་ཡིན་ན་སྤྲོ་སྣང་གི་བྱེད་ཉེས་ཡོད་རེད་ད་ལྟ་ག་རེད་ཟེར་ན་འཚོ་རྟེན་འཚོ་རྟེན་འཚོ་རྟེན་ཟ་ལུགས་ཙམ་གྱི་གནས་སྐབས་ཅིག་གནས་སྐབས་གནས་སྐབས་བསྡད་ས་ཚོར་ཙམ་གྱི་མ་གཏོགས་དངོས་གནས་རིག་གཞུང་དང་སྐད་ཡིག་རང་རེད་བསམ་བསམ་གྱི་མགོ་བོ་ཚོས་ཉེས་ཁག་པོ་རེད་གཏིང་ཟབ་པོའི་མགོ་བོ་ཚོས་ཉེས་ཁག་པོ་རེད་ཨ་ནི་མགོ་བོ་ཚོས་བ་ཡིན་ན་ནི་ཨ་ནི་གཞན་པའི་གི་སྐད་བཏང་གི་རེད།